ཞིག་ཀྱང་མི་འབྱུང་སྟེ་ཉིད་ཀྱི་སྒྲིབ་པ་སྙིང་གི་ལྟ་བུ་སྣང་བ་ཡིས། བདག་སྐྱེ་མེད་ཡིན་ཀྱང་ཐེ་ཚོམ་མེད་དེ། མ་འོངས་པའི་སེམས་ཅན་བློ་སྣ་མང་ཞིང་དམིགས་པ་ཆེ་བ་དམ་པའི་ཆོས་ལ་ལོག་ལྟ་ཆེ་ཞིང་ཁྱད་པར་དུ་གསང་སྔགས་བླ་མེད་ཀྱི་ཆོས་ལ་སྐུར་འདེབས་ལོག་ལྟ་བྱེད་དུ་འོང་བས་དེ་དུས་སེམས་ཅན་ཐམས་ཅད་ལ་ནད་མུག་ཆོམ་གསུམ་དར་ཞིང་ཁྱད་པར་དུ། རྒྱ་བོད་ཧོར་གསུམ་གྲོགས་མའི་ཚོགས་གཅིག་པ་འདྲ་བ། བོང་བུ་རྒྱུག་པའི་དུས་ལ་བབ་པས་དེ་རྣམས་སྤྱི་བདེ་ཐབས་མང་རྫོགས་སོང་ཞིང། མ་འོངས་པའི་གང་ཟག་རྣམས་སྡུག་སློང་མེད་པ་ཅུང་ཟད་རེ་བསྒྲུབ་འདོད་པ་རྣམས་ཀྱང་བར་ཆད་དབང་ཆེ་བར་དགོངས། སེམས་ཅན་ཁ་མི་འཆམ་རྫས་དང་བཤོས་པ་མི་འཚོང། དེ་ནས་བསྟན་དགྲ་ཤིན་ཏུ་བཟློག་པར་དཀའ་བ་དེ་འདྲའི་དུས་སུ་འགུ་རུ་ཉིད་ཀྱི་སྒྲུབ་ཐབས་སྦལ་མཛའ་འགུ་རུ་ཁོ་ན་ལ་བསྟེན་ན་ཕན་ཡོན་ཅི་ལྟ་བུ་ལགས། མ་འོངས་པའི་སློབ་མའི་རྣམས་ཀྱི་དོན་དུ་སོང་བར་བྱས་ཞེས་ཤེས་སོ། དེ་ནས་སློབ་དཔོན་ཆེན་པོས་བཀའ་སྩལ་པ། འོ་དེ་བདུན་བུ་མོ་ཁྱོད་ཀྱིས་བྱིས་པ་དེ་ཤིན་ཏུ་བདེན་ནོ། མ་འོངས་དེ་འདྲའི་དུས་ཚོད་ལ་སེམས་ཅན་ལ་གནས་སྐབས་དང་མཐར་ཐུག་ལ་ཕན་ཐོགས་ངེས་པ་ཡིན། མན་ངག་སྒྲུབ་ཐབས་དཔག་ཏུ་མེད་པ་ས་གཏེར་ཆུ་གཏེར་བྲག་གཏེར། ནམ་མཁའི་གཏེར་ལ་སོགས་པ་མང་དུ་སྦས་ཏེ། དུས་ངན་གྱི་སྐབས་ལ་ལས་ཅན་རྣམས་ཀྱི་ཐབས་རྟེན་འབྲེལ་འགྲིག་པ་ཤིན་ཏུ་དཀའ་བ་སེམས་ཅན་གྱི་བསོད་ནམས་ཟད་པའི་རྟགས་ཡིན་ནོ། འོན་ཀྱང་དེ་འདྲའི་དུས་ལ་སྦེན་བཛྲ་གི་རིའི་སྙིང་པོ་འདི་གནས་ཆེན་པོའམ་དགོན་སྡེའམ་རུ་ཆེན་པོའི་རྩེའམ་ཁྱི་ཆེན་པོའི་འགྲམ་དང། ལྷ་སྲིན་འབྱུང་པོ་ལྟར་བའི་ས་འགོ། ཆབ་མདོ་ལ་སོགས་པ་ལ་སྔགས་པ་དམ་ཚིག་དང་ལྡན་པ་དགེ་འདུན་སྡོམ་པ་དང་ལྡན་པ་སྐྱེ་བོ་དད་ཅན་བུད་མེད་མཚན་ལྡན་ལ་སོགས་པ་རྣམས་ཀྱི་སེམས་བསྐྱེད་རྒྱ་ཆེན་པོའི་ངང་ནས་བརྒྱ་སྟོང་ཁྲི་འབུམ་བྱེ་བ་དང་དུང་ཕྱུར་ལ་སོགས་པ་བཅུ་དྲུག་བཟླས་ན། ཕན་ཡོན་དང་ནུས་པ་བསམ་གྱིས་མི་ཁྱབ། ཡུལ་ཕྱོགས་ཐམས་ཅད་ལ་ནད་མུག་མཚོ་གསུམ་དམག་འཁྲུག་ལོ་གཉིས་ལྟས་ངན་ཆོ་འཕྲུལ་ངན་པ་ཐམས་ཅད་བཟློག་ཅིང་ཆར་ཆེན་འབེབས་བྱེད་ལོ་ཕྱུགས་ལེགས་པ་དང། ཡུལ་ཕྱོགས་ལ་བཀྲ་ཤིས་པར་འགྱུར་རོ། ཚེ་འདི་དང་ཕྱི་མ་བར་དུས་མཚམས་བསམ་ལ་རབ་གནས་འབྲིང་ཉམས། མཐའ་མ་རྨི་ལམ་ལ་ང་དང་ཡང་ནས་ཡང་དུ་འཕྲད་ཅིང། ས་ལམ་རིམ་པར་རྫོགས་ནས་རྔ་ཡབ་གླིང་འདི་རིག་འཛིན་ཕོ་མོའི་གྲལ་དུ་ཆུད་པར་ཐེ་ཚོམ་མེད་དོ། རྒྱ་རི་སྡེ་པ་མ་ཆགས་ན་ཡང་སྦྱིན་གྱི་ཡིད་དུ་དགོངས་ཤིང་ཟས་ནོར་ལོངས་སྤྱོད་འབད་མེད་དུ་འབྱུང། སྟོང་དང་ཁྲི་ལ་སོགས་པ་བཟླས་ན་གཞན་སྣང་ཟིལ་གྱིས་གནོན་ཅིང་བྱིན་རླབས་དང་ནུས་པ་ཐོགས་པ་མེད་པར་འགྲུབ། འབུམ་དང་བྱེ་བ་ལ་སོགས་བཟླས་པ་བྱས་ན། ཁམས་སངས་དབང་སྡེ་འདི་སོ་གསུམ་ཟིལ་གྱིས་གནོན། ལྷ་རྒྱུད་བྲན་འདི་འཁོར་འཕྲིན་ལས་གནང་རྒྱུ་གང་ལ་ཡང་ཐོགས་པ་མེད་པར་འགྲུབ་ཅིང་སེམས་ཅན་ཐམས་ཅད་ལ་སྤྱིར་བསམ་པའི་འགྲོ་དོན་དཔག་ཏུ་མེད་པ་བྱེད་ནུས་པར་འགྱུར་རོ། ཧེ་བག་གསུམ་མམ་བདུན་ལ་སོགས་པ་འདྲོང་བར་གནས་ན། དུས་གསུམ་སངས་རྒྱས་རྣམས་དང་འགྲོར་བ་མེད་ཀྱི་ང་དང་དབྱེར་མི་ཕྱེད་པར་ལྷ་སྲིན་སྡེ་བརྒྱད་ཐམས་ཅད་བཀའ་ཉན་གསུང་བསྡུ་གཅིག་གྱུར་གྱི་ལས་འགྲུབ་ཅིང་རབ། ཚེ་འདི་ལ་འཇའ་ལུས་འགྲུབ་ཀྱི་མགྲིན་ཁྱི་ཁ་བར་དོར་འོབས་སལ་དམར་བོའི་ཁྲོད། ཐ་ན་ཡང་བར་དོར་ང་ཡི་ཞྭ་མཐོང་ནས་སྣང་བ་རང་སར་གྲོལ་ཏེ་རྔ་གཡག་ལིང་འདི་སྐྱིད་ནས་འགྲོ་དོན་དཔག་ཏུ་མེད་པ་འབྱུང་བར་འགྱུར་རོ་ཞེས་གསུངས་སོ། སློབ་དཔོན་ཆེན་པོ་ལགས་འདི་ལྟ་བུའི་བོན་ཡོངས་དང་ནུས་པ་དཔག་ཏུ་མེད་པ་རྒྱ་ཆེན་པོ་གསུངས་པ་བཀའ་དྲིན་ཆེ་ལགས། མ་འོངས་སེམས་ཅན་རྣམས་ཀྱི་དོན་དུ་འགུར་པའི་མེ་འབྲུམ་འགྲུལ་གྱི་བོན་ཡོངས་ནུས་པ་དཔག་ཏུ་མེད་ན་ཡང། ཚིག་མདོར་བསྡུས་པ་ཞིག་སོང་བར་བྱེད་ཀྱིས་ཞེས་སོ་དེ་ནི་སློབ་དཔོན་ཆེན་པོའི་བཀའ་སྩལ་པ། འོ་རིགས་ཀྱི་བུ་མོ་འབོད་མཛངས་དགུ་རུ་བྱས་པ་རྣམས་ང་བྱིས་པའི་སྙིང་པོ་མ་ཡིན་ཏེ་ཡི་དམ་བརྒྱུད་སྡེ་བཞི་དང་ཐེག་པ་རིམ་པ་དགུ་དང་ཆོས་རྒྱུད་ཕུང་པོ་བརྒྱད་ཁྲི་བཞི་སྟོང་ལ་སོགས་པའི་སྲོག་སྙིང་དུས་བཟང་སངས་རྒྱས་ཐམས་ཅད་དང་བླ་མ་ཡི་དམ་མཁའ་འགྲོ་ཆོས་སྐྱོང་ལ་སོགས་པའི་སྙིང་པོ་འདི་ལ་ཚང་བའོ། ཚང་བའི་རྒྱུ་མཚན་ཇི་ལྟ་བུས་ཞེ་ན། ལེགས་པར་ཉོན་ལ་ཡིད་ལ་ཟུང་ཞིག་བཟླ་བར་གྱིས་ཤིག་འབྲི་བར་གྱིས་ཤིག་མ་འོངས་པའི་སེམས་ཅན་རྣམས་ལ་བསྟན་པར་གྱིས་ཤིག་ཨོ་མ་ཧོ་འབེན་ཛར་གུ་རུ་པདྨ་སི་ཏི་ཧོ་ཨོ་མ་ཧོ་ནི་སྐུ་གསུང་ཐུགས་ཀྱི་སྙིང་པོ་མཆོག་འབེན་ཛར་རྡོ་རྗེ་རིགས་ཀྱི་སྙིང་པོ་མཆོག་གུ་རུ་རིན་ཆེན་རིགས་ཀྱི་སྙིང་པོ་མཆོག། པདྨ་པདྨའི་རིགས་ཀྱི་སྙིང་པོ་མཆོག། སི་ཏི་ལས་ཀྱི་རིགས་ཀྱི་སྙིང་པོ་མཆོག་ཧོང་ནི་བདེ་གཤེགས་རིགས་ཀྱི་སྙིང་པོ་མཆོག་ཨོམ་ཨ་ཧོང་བཱན་ཛར་མགི་རི་པདྨ་སི་ཏི་ཧོང། ཨོམ་ནི་རྒྱལ་བ་རིགས་ལྔ་ལོངས་སྤྱོད་རྫོགས་ཨ་ནི་ཆིག་གི་མི་འགྱུར་ལོངས་ཡོངས་སུ་རྫོགས་ཧོང་ནི་སྤྲུལ་སྐུ་མགི་རི་གྲོང་འདི་རྫོགས་བཱན་ཛར་ཧེ་རི་ཀ་ཡི་ལྷ་ཚོགས་རྫོགས་མགི་རི་བླ་མ་རིག་འཛིན་ལྷ་ཚོགས་རྫོགས་པདྨ་མཁའ་འགྲོ་ཤུགས་འདྲིས་ལྷ་ཚོགས་རྫོགས་སི་ཏི་ནོར་ལྷ་གཏེར་བདག་ཀུན་གྱི་སྲོག། ཧོང་ནི་ཆིག་རྐྱང་སོག་མ་ཀུན་གྱི་སོག་ཨོ་མ་ཨ་ཧོང་པ་འདིར་གུ་རུ་པདྨ་སིད་དྷ་ཧོང་ཨོ་མ་ཧོང་ནི་རྒྱུད་སྡེ་གསུམ་གྱི་སོག། འབེན་ཛ་འདུལ་བ་མདོ་སྡེ་གཉིས་ཀྱི་སོག་གུ་རུ་མངོན་པ་ཀྲི་ཡ་གཉིས་ཀྱི་སོག་པདྨ་ཨུ་པ་ཡོ་ག་གཉིས་ཀྱི་སོག་སིད་དྷི་མ་ཨ་ནི་གཉིས་ཀྱི་སོག་ཧོང་ནི་རྫོགས་ཆེན་ཨ་ཏི་ཡོ་གའི་སོག་ཨོ་མ་ཨ་ཧོང་པ་འདིར་གུ་རུ་པདྨ་སིད་དྷ་ཧོང་ཨོ་མ་ཧོང་གི་རྒྱུད་གསུམ་ལས་ཀྱི་སྒྲུབ་པ་དག།

པད་མ་སོ་སོར་རྟོག་པའི་ཡེ་ཤེས་ཐོབ། སི་ཏུ་ཤ་བ་དྲུག་པའི་ཡེ་ཤེས་ཐོབ། ཧོང་གི་ཡེ་ཤེས་ལས་རྒྱུ་ཐམས་ཅད་འགྲུབ། ཨོ་མ་ཨ་ཧོང་འདོན་རྩ་འགྱུར་པད་མ་སི་ཏུ་ཧོང། ཨོ་མ་ཧོང་གི་ལྷ་འདྲེ་མི་བསམ་འདུལ། འདོན་རྩ་དྲི་ཟ་མེ་ལྷའི་སྡོམ་རྣམས་ཐོབ། འགགས་གཤིན་རྗེ་སྲིན་པོའི་སྡོམ་རྣམས་ཐོབ། པད་མ་ཆོས་ལྷ་ཀློང་བདག་སྡོམ་རྣམས་ཐོབ། སྲིད་དུ་སྔོན་བཞིན་འོང་བདེན་གདོན་རྣམས་ཐུབ། ཧོང་གི་གཟའ་དང་ས་བདག་གདོན་རྣམས་ཐུབ། ཨོམ་ཨ་ཧོང་འབར་འཛར་གུ་རུ་པདྨ་སིད་དུ་ཧོང། ཨོམ་ཨ་ཧོང་གི་ཕ་རོལ་ཤིན་དྲུག་འགྲུབ། འབར་འཛར་ཞི་བའི་ལས་ཀུན་ཐམས་ཅད་འགྲུབ། འགུར་རྒྱས་པའི་ལས་ཀུན་ཐམས་ཅད་འགྲུབ། པདྨ་དབང་གི་ལས་ཀུན་ཐམས་ཅད་འགྲུབ། སྲིད་དུ་འཕྲིན་ལས་ལས་ཀུན་ཐམས་ཅད་འགྲུབ། ཧོང་གི་གྲགས་པའི་ལས་ཀུན་ཐམས་ཅད་འགྲུབ། ཨོམ་ཨ་ཧོང་འབར་འཛར་གུ་རུ་པདྨ་སིད་དུ་ཧོང།

ལྔ་བརྒྱ་ལས་སྒྱུར་དམག་དཔུང་འཇོམས་དཔོན་མ་འདོད་ཆགས་ལས་སྒྱུར་དམག་དཔུང་འཇོམས་སི་ཏུ་ཕྲག་དོག་ལས་སྒྱུར་དམག་དཔུང་འཇོམས་ཧོང་གི་ལྷ་འདྲེ་མི་གསུང་དམག་དཔུང་འཇོམས་ཨོ་མ་ཨང་ཧོང་གི་སྐུ་གསུང་ཐུགས་རྗེ་དངོས་གྲུབ་ཐོབ་འབེལ་མཚར་ཡི་དམ་ཞི་ཁྲོའི་དངོས་གྲུབ་ཐོབ་མགུ་རི་རིག་འཛིན་བླ་མའི་དངོས་གྲུབ་ཐོབ་པད་མ་མཁའ་འགྲོ་ཆིག་རྐྱང་དངོས་གྲུབ་ཐོབ་སི་ཏུ་མཆོག་ཐོག་ཐུན་མོང་དངོས་གྲུབ་ཐོབ་ཧོང་གི་བཅུ་གསུམ་ཐབས།

འཛམ་གླིང་ནུབ་བདེ་ཆུང་འདི་ཉིད་མཐོང་ཐོས་དྲན་པའི་སེམས་ཅན་ཀུན་རིག་འཛིན་འཕོ་མེད་གྲལ་བསྡེབས་འཁོར་བར་ངེས། བསླུ་མེད་འབེལ་རྫ་འགུལ་རིའི་བདེན་ཚིག་ལ་གང་འདོད་བཀའ་བརྗོད་འགྲུབ་པར་མ་གྱུར་ན་པདྨ་ང་ཡི་སེམས་ཅན་བསླུས་པ་ཡིན་མི་བསླུ་ངེས་པ་བཀའ་བརྒྱུད་འགྲུབ་པར་གྱིས། འདས་པ་མི་ནི་རྒྱ་མཚན་རྩེ་ལ་ཤོར་རླུང་ཕོག་སེམས་ཅན་གྲོལ་བར་ཐེ་ཚོམ་མེད་ཡོང་ན་ས་ཞིང་རྡོ་ཡི་ལོགས་སུ་བྲིས་རབ་གནས་བྱས་ནས་ལམ་ལ་བཀྲམ་ན་ཡང་མཐོང་བ་ཙམ་གྱིས་ནད་གདོན་སྒྲིབ་པ་དག་ས་དེར་གནས་པའི་འདྲེ་སྲིན་བརྒྱུད་ལམ་ཆུ་འཐེན་ཤོག་དག་ལ་གསེར་གྱི་བྷི་ལ་འདུག་གདོན་བགེགས་འཇོམས་པའི་གནོད་པ་ཤེས་མི་ནུས་ཤི་ནས་རོ་དང་མ་འདྲ་བསད་ན་ནི་འཇའ་ཚོན་བཅུད་ཀྱི་བདེ་ཆེན་འཕོ་བར་ངེས། འབྲི་ཀློག་འདོན་པའི་ཕན་ཡོན་ཚད་ལས་འདས་མ་འོངས་སེམས་ཅན་དོན་དུ་བཀོད་དེ་སྦས། སྐལ་ལྡན་ལས་ཅན་བུ་དང་འཕྲད་པར་ཤོག་ས་མ་ཡ་བརྒྱ་བརྒྱ་བརྒྱ་ལོག་ལྟ་ཅན་ལ་སངས་བརྒྱ་བརྒྱ་དམ་ཚིག་ཅན་ལ་སྟེག་བརྒྱ་བརྒྱ། སྤྲུལ་སྐུ་ཀརྨ་གླིང་པའི་མགོན་པོ་དར་གྱི་རི་བོ་ནས་གཤེན་གྲོང་པའོ། གསུངས་འདི་ཡི་རྒྱུད་པ་ནི། མཁན་པོ་གཟིངས་ཀ་ཚང་གི་སློབ་མ་རཱ་ཧོ་ཆིག་ཁྲག་རིན་པོ་ཆེ་འདི་ནས།

བུ་ཤོ་ཧྲན་ཏི་ཡིས་ཟེར་ནས་དེ་ནས་ཤི་ན་འཛམ་གླིང་ཡོངས་ལ་ཞི་བདེ་ཡོང་བ་དང། སྡུག་བསྔལ་དང་བྲ་ཐག་བདེ་བ་དང་བདེན་དོན། དེ་ནས་ལྷག་པར་དུ་དེ་ཉིན་མ་ལྔ་བདོ་བའི་དུས་ཚོད་འདི་འདྲ་ལ། འཛམ་གླིང་ཤར་ནུབ་ཐམས་ཅད་དུ་དམག་དང་ས་ཆ་མི་འདྲ་བ་མང་པོ་གི་འཇོམས་འགྲོ་བའི་དུས་ཚོད་འདི་ན་ལ་དེ་དག་ཞི་བའི་ཆེད་དུ་ལ་ཚང་མས་རྡོག་རྩ་གཅིག་སྒྲིལ་གྱི་སྒོ་ནས་དེ་ནས་གུ་རུ་རིན་པོ་ཆེ་ལ་དད་པ་རྩེ་གཅིག་བྱེད་པའི་སྒོ་ནས་བཟླས་བརྗོད་བྱས་ན། དེ་ཡིས་ནམ་ཡང་བཟོད་བ་མེད་པ་ཡིན་གྱི་དེ་ཁས་དེ་ནི་འདིར་བཅུག་གོ་བའི་རྒྱུ་མཚན་དུ་འདོད་དེ། དེ་ལ་དེ་ནི་མགོ་ལ་སེམས་བསྐྱེད་ཡོད་པ། བར་ན་རང་རང་སོ་སོའི་རྒྱུད་ཚོད་དང་མཐུན་པའི་མིའི་སྐྱེ་དང་མི་མེད་གང་རུང་གི་སྒོ་ནས་འདོན་པ་དང། མཇུག་ཏུ་དགེ་བའི་རྩ་བ་དེ། མ་གཞིར་ནམ་མཁའི་སྐར་ཆགས་ཐམས་ཅད་ཀྱིས་སེམས་ཅན་ཐམས་ཅད་ཀྱི་དོན་དུ་བསྔོ་བ་དང་སྨོན་ལམ། བསྔོ་བ་དང་སྨོན་ལམ་གྱི་རྒྱས་འདེབས་དང་བཅས་པར་བྱས་བཞག་ན། དེ་ནས་དོན་པ་གསུམ་དང་མ་འདྲ་བའི་སྒོ་ནས་བཟླས་པ་བྱས་ན་ཕན་ཡོན་དང་དགེ་བ་རྒྱ་ཆེན་པོ་དེ་འདྲ་ཡིན་པ་དེ་གི་ད་རེས་དམིགས་ཡུལ་འདི་དེ་ཡིན་པ་ཚང་མས་ཧ་གོ་བར་གྱིས། དེ་ནས་འདོན་པའི་དུས་སུ་རང་རང་གི་རྩེ་གཅིག་ཏུ་གུ་རུ་རིན་པོ་ཆེ་འདོན་གྱིས་འདི་ལ། ང་ཡི་རྗེས་འཇུག་འཁོར་བ་གང་འདོད་རྣམས་གཏད་ཀྱིས་མིན་པའི་རྒྱུན་དུ་གསོལ་བ་ཐོབ་རྩེ་གཅིག་གདོང་བའི་དབྱངས་ནི་འདི་ལྟ་སྟེ། ཁྱེད་ཀྱི་ཕ་མ་འབོད་འདྲའི་གདོང་དབྱངས་ལ་སྤོས་དབང་ལེན་བའི་གདོང་ལྟ་བུ། ཉིན་མཚན་དུས་དྲུག་རྣམས་སུ་གསོལ་བ་ཐོབ་སོང་ནས་ངོ་མ་བསྲེགས་ན་དེ་ནི་འགུ་རུ་རིན་པོ་ཆེ་ལས། གླིང་བུ་དང་བོ། དེ་འདྲ་གི། པུ་ཝང་ལ་སོགས་པའི་སྒྲ་ལ་བཅུག་ནས་འདོན་ན་ཡང་ཡོད་ལ་རེད་དེ། དེ་འདྲ་ཡིན་ན་དེ་འདྲ་གདོན་ཕྲན་གྱིས་བསྡད་ན་དེ་ནི་འདི་དུ་ཚར་གི་མ་རེད། དོན་སྒྱུ་དུ་ཚར་གི་མ་རེད་དེ་གས་དེ་ནི་རང་རང་སོ་སོ་གི་རང་གི། གོང་བས་ཁྱུ་ཚོགས་ཀྱི་སྒོ་ནས་འདི་ནས་འདི་ནས་སྒྲ་དག་སྒྲིག་སྟངས་གང་ཚར་བ་དེ་ལ་མ་ཚར་ཚར་འདོགས་མི་བྱེད། ཚར་ནས་མ་ཚར་འདོགས་མི་བྱེད་ནས། དེ་ནས་འདི་ལ་དེའི་དེ་ཕྱི་དེ་འདི་དང་བྱ་བ་ཐམས་ཅད་ཅམ་གྱིས་བཞག་ནས། ངག། འཇིག་རྟེན་གྱི་སྟོབས་རྙོག་དང་མ་འབྲེལ་བར། ཐེངས་མགོ་ཚུགས་ནས་མ་གྲོལ་གྱི་བར་དུ་སླེབས། དེ་ནི་འཇམ་དཔྱད་དེ་ཚང་མས་འདོད་ན་དེ་ནི་ཕན་ཡོན་དུ་དགོས་པ་ཆེན་པོ་ཡིན་པས་དེ་ཚང་མས་རྒྱུ་མཚན་དེ་ལ་བསམ་ནས། དེ་དུས་ད་རེས་འདི་ན་དོན་གྲུབ་དེ་ལ་དེ་ནི་ང་ནི་མགོ་ནས་མཇུག་བར་དུ་ལ་བསྡད་ཐུབ་གི་མ་རེད་དེ་ཡིན་ན་ཡང་ཚང་མས་གང་ཡོང་ན་ཡང་དེ་ནི་འདི་ལ་གང་ཞབས་འདེགས་ཕུལ་ན་ཡང་མི་རུ་གཉེར་པ་ལ་ཕུལ་ནས་འདིའི་དོན་གྲུབ་འདི་ལ་སྨིན་ངེས་པ་འཛིན་གྲྭ་བཟོ་ན་མ་གཏོགས་པ་ས་ལ་ས་ལ། བར་མ་དོར་ལས་ཆུད་ཟོས་གཏོང་མདོག་ཁ་པོ་མ་རེད། དེ་ལུགས་ཚང་མས་ཡིད་ཆེས་མདོག་དེ་དེ་དགོས་ནས་དེ་ནི་དེ་གའི་མིས་པ་དེ་གཙོ་ཆེ་བ་རེད། དེས་པ་བྱས་ལ་དཔེ་འཇོག་དགོས་ཉར་ཡོད་སོང་བ་རེད། དེས་པ་མེད་པའི་མི་དེ་ལས་དེ་ནི་དེས་པ་མེད་པའི་མི་རྣམས་ལ་དཀར་བའི་ཕྱིར་མི་འཇོག་སྟེ། ས་བོན་མེ་ཡིས་ཚིག་པ་ན་མྱིག་གི་སྔོན་པོ་ག་ལ་དྲོངས་གསུངས་པ་བཞིན་དུ་དེ་ནི་དད་པའི་སྐྱེ་བོ་ཡིན་ན་ནི་བྱིན་རླབས་འཇུག་གི་མ་རེད། དད་པ་ཡོད་ན་ནི་དེ་ནི་དད་པའི་ཡུལ་མ་ནོར་བ་དེ་སྙིགས་མའི་སྐྱབས་མགོན་སུ་ཡིན་ན་སངས་རྒྱས་ཐམས་ཅད་འདུས་པའི་སྐུ་སངས་རྒྱས་ཐམས་ཅད་འདུས་པའི་གསུང་སངས་རྒྱས་ཐམས་ཅད་འདུས་པའི་ཐུགས། བདེ་གཤེགས་སྐུ་མདོག་དབྱེར་མེད་པ་འགུ་རི་ཐུགས་རྒྱུའི་བདག། གོང་ས་ལ་གསུངས་པ་ལྟར་དེ་ལ་དེ་ནས་ཨོ་རྒྱན་རིན་པོ་ཆེ་འདི་ན་དེ་ལྟ་བུའི་གི་སངས་རྒྱས་ཐམས་ཅད་འདུས་པའི་གཞི་གཟུགས་ཡིན་པ་དང་ལྷག་པར་དུ་བོན་འབངས་ཡོངས་ལ་དེ་འདྲའི་བཀའ་དྲིན་ལྷག་པར་དུ་ཆེ་བ་ནི་སྨིས་མ་དགོས་པ་ཚང་མས་མཁྱེན་ས་རེད་དེ། ཡིན་ན་ཡང་ད་རེས་གསར་འདེབས་ཚུལ་དེ་ལ་དེ་ནས།

འཇམ་ནེ་ཀུན་འདུས་ཨོ་རྒྱན་རྡོ་རྗེ་འཆང་བ་མཚན་དཔྱིད་བར་མར་ལྷ་ལྕམ་ཡུམ་མདོག་འཕྲུལ་ཕྱག་གཡས་རྡོ་རྗེ་གཡོན་པས་ཐུབ་དབང་ནོར་དར་དང་རིན་ཆེན་རིག་པའི་རྒྱན་གྱིས་འཛིན་དབུ་སྔས་ལྷོ་ནས་བདེ་ཆེན་གཟི་བྱིན་པར་བསྐོར་ཏེ་རྩ་གསུམ་རྒྱ་མཚོར་སྤྲིན་ལྟར་དུ་ཞུ་ལ་ཐུགས་ཀྱི་ཆར་འབེབས་བདག་ལ་གཟིགས་རྒྱལ་ཀུན་ངོ་བོ་འཆི་མེད་ཡེ་ཤེས་ཀྱི་རི་དྭགས་ཤུགས་དྲག་པའི་དལ་ཞགས་དག་ཏུ་འཚལ་ལི་སྡོང་ལང་ཤོད་དུས་གསུམ་དགེ་བའི་ཚོགས་ཀུན་བཟང་མཆོད་པའི་སྤྲིན་དུ་མི་གནས་འབུལ། ཐོག་མའི་གནས་བསགས་བསྡུས་གཏོང་མ་ལུས་ཤོག་སྲིད་སྤྱི་རྒྱལ་བ་ཀུན་གྱི་ཡོན་ཏན་གྱི་ཁྱབ་བདག་གཅིག་པུ་མགོན་པོའི་རྣམ་ཐར་ལ་སྙིང་ནས་ཡི་རང་བརྟས་པའི་གསོལ་འདེབས་ཤིང་ཟབ་རྒྱས་ཆིག་བརྒྱའི་ཆར་ཆེན་འབེབས་པར་སྐུལ། རང་བཞིན་དགེ་བའི་དངོས་པོ་ཀུན་བསྡོམས་ནས་འགྲོ་ཁོང་རྒྱ་མཚོ་ཇི་སྲིད་གནས་བརྒྱད་པར་མགོན་པོ་ཁྱེད་ཀྱི་རྣམ་ཐར་ཇི་སྙེད་དེ་མཁའ་ཁྱབ་འགྲོ་བ་འདྲེན་པའི་དོན་དུ་བསྔོ། རྒྱ་ནག་གི་འདི་འཁྱིལ་ཚུལ་གཏེར་ཆེན་པོ་དེ་སྔའི་རྙིང་མའི་སྐྱབས་རྗེ་རིན་པོ་ཆེ་ལྔ་སྡེ་དགུ་པའི་སྣ་བཞི་གདོང་ཞུགས་ཀྱི་གསོལ་འདེབས་ཕུལ་ལ་བརྩེ་བས་མྱུར་དུ་གཟིགས་དགོངས་པའི་ལྷོངས་ནས་ཐུགས་ཀྱི་རྩར་ཤོང་ལ། མི་བདེན་དག་གི་སྙིང་ལ་བྱིན་གྱིས་ལག་རྟགས་དང་མཚན་མ་མྱུར་དུ་བསྟན་པ་དང་མཆོག་དང་ཐུན་མོང་ངེས་དགྲོལ་རྩལ་དུ་གསོལ། ཞེས་བཤད་ལ་ཚིག་ལྡན་གསོལ་འདེབས་ཅི་ནུས་འདོན། མི་དགེ་གཅིག་དེའི་དུས་སུ་དམིགས་པ་ནི་མི་དགེ་གཅིག་གསོལ་བ་བཏབ་པའི་བླ་མ་ཡབ་ཡུམ་གྱི་གཞུར་མཚུངས་དང་ཐུགས་ཀ་ནས་ཡེ་ཤེས་ཀྱི་འོད་ཟེར་སྣ་ལྔ་བ་ཐག་ལྟར་བསྐྱངས་པ་རང་གི་སྙིང་ཁར་ཐིམ་པས་རྗེ་བྱིན་གྱིས་བརླབས་པར་བསམ་ལ་འབད་མཛངས་ཀྱི་རིགས་ཅི་རིགས་བཟླ། ཐུན་བསྡུ་བའི་དུས་སུ་བླ་མའི་གནས་གསུམ་ཡི་གེ་འབྲུ་གསུམ་ལས་འོད་ཟེར་སྐར་མ་ཐིག་གསུམ་བྱང་གནས་སུ་རང་གི་གནས་གསུམ་ཐིམ་པས་སྒོ་གསུམ་གྱི། སྒྲིབ་བྱང་སྐུ་གསུང་ཐུགས་ཀྱི་རྡོ་རྗེར་གྱུར། མཐར་ནི་བླ་མ་འཁོར་བཅས་བོད་སྡེ་བཞི་སྐར་མ་ཐིག་ལེ་ཧོང་གིས་མཚོན་པ་རེད་རང་གི་སྙིང་ཁར་ཐོན་པའི་བླ་མའི་ཐུགས་རང་གསལ་དབྱེར་མེད་ལྷན་སྐྱེས་ཆིག་ཁར་ནས་ཨ་ཨ་ཞིག་བརྗོད་ལ་ཡེ་ནས་བཅོས་བསྒྱུར་སྤོང་ཀློང་ལས་འདས་པ་རང་གི་སེམས་ཉིད་གདོད་མའི་ཆིག་གི་མཁྱེན་པའི་རང་ཞལ་ལྟ་སླར་ཡང་གཞི་མ་ལྟ་བུའི་སྣང་བ་ཐམས་ཅད་བླ་མའི་རང་བཞིན་དུ་བལྟས་ལ། དགེ་བ་བསྔོ་ཞིང་ཤིས་པ་སྦྱོར་བའི་བདེ་ལེགས་སུ་བཞག་གོ་ཞེས་པའོ། ཐབས་ཆེ་འདིར་ལུས་སྐྱིད་པའི་གྲོ་བཞིན་ཟླ་བའི་ཡར་ཚེས་བརྒྱད་ལ་ཚེ་རབས་ཐམས་ཅད་དུ་འགུལ་རིས་པད་མའི་དྲུང་དུ་རྨི་ལམ་བདེ་བ་སྤོ། མི་ཕམ་རྣམ་པར་རྒྱལ་བའི་ཡིད་ཀྱི་མཚོ་ལས་བྱུང་བ་དགེའོ། ཚེ་བརྟན་གསང་མདོས་དང་འབྲེལ་བའི་ཚོགས་མཆོད་དཔལ་གྱི་བུམ་བཟང་ནི། ཤ་ཆང་སོགས་ཅི་འབྱོར་བའི་དམ་རྫས་བཤམས་ལ། ཧཱུྃ། ཨཱ་ལས་མཆན་ཡང་དང་མཉམ་བཀའ་པ་ལར་ཨོམ་ལས་ནང་སྲིད་འདོན་ཡོང་སོགས་སུ་བཤམ། ཧཱུྃ་གི་བདེ་ཆེན་ཡེ་ཤེས་རོལ་པར་གྱུར། ཧྲཱི་ཡིས་རྩ་གསུམ་ལྷ་ཚོགས་དགྱེས་པ་བསྐང། ཨོམ་ཨཱ་ཧཱུྃ་ཧྲཱི། ཡིད་བཞིན་བགྱི་བརླབས་ཚོགས་ཆེན་བཤད་འགྲེལ་ཞིང་མཆོད་པ་འབུལ་བ་ནི་ཧཱུྃ་ཨོ་རྒྱན་ཡུལ་གྱི་ནུབ་བྱང་གསང་པད་མ་གེ་སར་སྡོང་པོ་ལ་ཡ་མཚན་མཆོག་གི་ངེས་གྲུབ་གཉིས་པད་མ་འབྱུང་གནས་ཕྱིས་སུ་དྲུང་འཁོར་དུ་མཁའ་འགྲོ་མང་པོའི་སྐོར་གྱི་དཀྱིལ་རྗེས་སུ་བདག། གྱི་འདོད་ཡོན་ཚོགས་ལ་ཞལ་འདེབས་ན་ཆོས་འགྱེད་ལག་ཤེར་ཟས་སུ་སོགས་སྨན་མཆོག་འདི་རུ་ཞལ་འཕགས་ལ་ཚོགས་མཆོད་ཡེ་ཤེས་བདུད་རྩིར་བསྒྱུར། སྒྲུབ་མཆོག་བདག་ལ་དབང་བཞི་བསྐུར་བགེགས་དང་ལོག་འདྲེན་བར་ཆད་སོགས་མཆོག་དང་ཐུན་མོང་དངོས་གྲུབ་སྩོལ། ཧོང་ཧོང་བླ་མ་རྗེ་བཙུན་སྤེལ་མ་ཐང་ཕྲེང་ཚ་རིག་འཛིན་མཁའ་འགྲོའི་ཚོགས་དང་བཅས་པ་ཡི། རྩ་གསུམ་ཀུན་འདུས་རྒྱལ་བའི་དཀྱིལ་འཁོར་ལ་མི་དགེའི་སྡང་ཞུགས་དྲག་པོས་གསོལ་བ་འདེབས། བདག་བཞིན་སྒོ་གསུམ་དགེ་ཚོགས་ལོངས་སྤྱོད་ཀྱི་སྣང་ཚུལ་འདོད་ཡོན་བགྱིད་དགོས་ཚུལ་མ་ཚང་མེད་སྐུ་གསུང་བདེ་ཆེན་ཚོགས་ཀྱི་འཁོར་ལོར་འབུལ་ཐུགས་རྗེས་གཞིས་བཞིའི་ཐུགས་དམ་གང་གྱུར་ཅིག་གསོལ་བ་འདེབས་སོ་མགུ་རུ་རིན་པོ་ཆེ་བྱིན་གྱིས་བརླབས་ཤིག་རིག་འཛིན་མཁའ་འདྲའི་ཚོགས། མི་ལྡན་བུ་ལ་མཆོག་ལྡན་དངོས་གྲུབ་ཚོགས་དམ་ཚིག་ཉམས་ཆག་ཐམས་ཅད་གཞོམ་དུ་གསོལ་ཕྱི་ནང་གསང་བའི་བར་ཆད་དབྱིངས་སུ་སྒྲོལ། རང་ཆོས་བར་དུ་འགྲལ་མེད་སྦྱིན་བསྲེག་ཅིག་ཚེ་བསོད་ཉམས་རྟོགས་ཡར་ངེས་ཟླ་བཞིན་འཕེལ་བསམ་དོན་ལྷན་གྱིས་འགྲུབ་པར་བྱིན་གྱིས་ལ་ཨོམ་ཨ་ཧོང་འབེན་རྩར་འགུལ་པདྨ་སིདྡྷ་ཧོང་ཞེས་པ་འོག་གསེར་མཆོང་ལོ་ཧོ་བརྡའི་ཚིག་བཅད་ལ་འཇམ་དཔལ་བགྱིས་པའི་རྡོར་གྱི་ཡིད་ཀྱི་མཚོ་ལས་བྱུང་བའི་ནོར་བུ་བསམ་འཕེལ་ཡང་དག་པ་གསར་བ་མང་ག་ལ། བསོད་ནམས་འདི་ཡིས་ཐམས་ཅད་གཟིགས་པ་ནི་ཐབས་ནི་གཉིས་པའི་དགའ་སྣང་ཕམ་བྱས་ནས་སྐྱེ་རྒ་ན་འཆིའི་རྦ་རླབས་འཁྲུག། སྲིད་པའི་མཚོ་ལས་འགྲོ་བ་སྒྲོལ་བར་ཤོག། ཆེ་བསྔགས་ཆེན་པོའི་བརྡ་ཡིས་ནི་སྡུག་བསྔལ་སེམས་ཅན་མཐར་གྱིས་ཀྱི་བསྐལ་པ་བསྐྲད་བར་བསམ། ཕྱིས་སྟོན་མཛད་ཀྱི་བཞུགས་རྒྱུད་ཀྱི་ཨོ་རྒྱན་པདྨ་འབྱུང་གནས་ནས་ཡུལ་བཞི་ནོར་བུ་རྙེད་པ་ལྟར་བདག་བཞི་ཉིད་ཀྱིས་དབུལ་བ་ཚེ།